གསུམ་པ་སྤྱོད་ལམ་གཞན་ཡང་བསྟན་པ་ནི། ད་སྤྱོད་ལམ་གཞན་དག་ག་རེ་ཡོད་རེད། འདུལ་བ་ལུང་ལས་མ་གུས་པ་ལ་ཆོས་མི་བཤད། མི་སྣ་བཞིན་དུ་མགོ་གཡོག་དང། གདུགས་དང་འཁར་བ་མཚོན་ཐོགས་དང། མགོ་བོ་དཀྲིས་པ་དག་ལ་མིན་ཞེས་དང། འོ་འདི་སྐབས་འགའ་ལ་སྐྱབས་མགོན་རིན་པོ་ཆེས་འདི་བཀའ་ཁྲིད་དཔེ་ཆ་འདི་འདྲའི་བཀའ་ཁྲིད་གནང་དུས་གང་ལ། དེ་ནས་མི་མང་ཚང་མ་མ་སྐད་ལ་སྙིང་མའི་སྐྱེས་ལས་མ་སྐད་བསྡད་ཡོང་དུས་གང་ལ། སྐུ་མདུན་གྱི་ལམ་སང་འདི་འདྲའི་མ་གསིལ་ཡོང་དུས་གང་ལ། འོ་ད་ཉི་མ་ཚ་བོ་འདུག་ཨ་ཉི་མ་ཁྱེད་རང་ཚོ་ལ་དཀའ་ངལ་སྤྲད་མདོག་དགའ་བར་དགོས་གང་ལ་རེད་ཞོག་རེད་གོན་ན་འགྲིག་རེད་ད་ངས་སྣང་བ་སྤྲད་ཡོད་ཡིན་གསུངས་པ་དེ། ད་ཡིན་ནའང་བླ་མས་འོ་ད་རེད་གོན་ཡང་ན་མི་འདུག་ཉིད་འདུག་ར་རེད་སྤུག་གསུངས་སོང་ན་སྣང་བ་ཐོབ་པ་རེད་ཤེས་ངོ་མ་ཆེན་འདི་མ་གུས་པར་བསྟན། སྒོ་ག་སྒོའི་ག་ལ་རས་ཀྱི་དུག་བཤགས་ད་ཉི་མ་ཚ་པོ་ཡོད་དུས་གང་ལ་སྒོ་ག་ལ་རས་བཤགས་དེ་ཆོས་ཉན་པ་ནི་དེ་མ་གུས་པ་རེད་གསུངས་པས། འོ་དེ་འདྲས་མ་གུས་པ་བྱེད་རྒྱུ་ཡོད་མ་རེད་གསུངས་ནས་དོན་ནང་ལ་སངས་རྒྱས་ཀྱི་དཔེ་ཆ་ནང་ལ་མང་པོ་ཡོད་དེ། དེ་རྒྱལ་པོ་རིན་པོ་ཆེ་སྐབས་ག་ལ་འོ་དེ་ངའི་སྣང་བ་སྤྲད་པ་གོ་ན་འགྲིག་རི་དྭགས་གསུང་ཡས་དེ་འདི་རེད། ཤེས་གསུངས་དགོས་དོད་མཁན་མི་འདུག་བ། འོ་དེ་མ་གུས་པའི་ཕྱག་ལ་འགྲོ་གི་ཡོད་དེ། ད་སྣང་བ་སྣང་ཡོང་དུས་གང་ལ་མ་གུས་པ་བྱ་གི་མ་རེད། དེ་ཡིན་ཙང་འདུལ་བ་ལུང་ནང་ལ་གསུངས་དོ་འདུལ་བ་ལུང་གསུང་ཡས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་འདུལ་བའི་ལུང་ནས་གསུངས་དགོས་དེ། མ་གུས་པ་ལ་ཆོས་མི་ཤེས། ཨོ། མི་ལ་གུས་ཞབས་བྱེད་མ་ཐུབ་མཁན་ཞིག་ཡོད་ན། ཨོ་དེ་ལ་ཆོས་བཤད་ནས་ཆོ་ཡོད་མ་རེད་གསུངས། གལ་སྲིད་ཁོ་མ་གུས་པ་འདུག་ཨ་མ་གུས་པ་དེའི་རྐྱེན་བྱས་ནས་ཁོའི་ཆོས་ཁོའི་རྣ་བ་ལ་འགྲོ་གི་མ་རེད། ཨོ་གཅིག་བྱས། གཉིས་ནས་མི་ན་བཞིན་དུ་མགོ་གཡོག་དང། མགོ་ན་གི་ཡོད་མ་རེད་དེ་གོས་གང་ལ་ཞྭ་མོ་བསྐོན་གོས་གང་ལ་དེ་ནི་རེད་དེ་འདྲ་སྐབས་ཉི་དུག་ར་དེ་འདྲ་བྱས་བས་ན་ན་གི་ཡོད་མ་རེད་དེ་ད་དུག་དེ་འདྲ་བྱས་བས་ཏེ་མ་གུས་པའི་ལམ་མ་གུས་པའི་ནང་ལ་བརྩིས་སོང་བས། ཨོ་དུག་དང་འཁར་བ་ཚོན་མདོག་དང་དུག་ཟེར་ན་ཉི་དུག། ཆར་པ་ཞེས་ན་ཆར་གདུགས། ཉི་མ་ཉི་མ་ག་ཡ་ཞེས་ན་ཉི་གདུགས། གང་དེར་སྐྱེས་མི་འདུག་གདུགས་དང་འཁར་བ། འཁར་བ་ཟོས་དུས་གང་ལ་རྒྱགས་པགས་དེ་དག་རྒྱགས་པགས་རྒྱགས་གང་ལ་ན་དེ་ལར་བྲིས་ཟིན་གི་དེ་ཤུགས་ཆེན་པོ་རེད་དོ། ཕག་ཚུལ་འགྲོ་དུས་གང་ལ་ལར་བྲིས་རྒྱགས་པགས་རིང་པོ་ཞིག་ཁེགས་ཀི་རེད་དེ་ཕྱིན་ནས་སྲུང་གིས་གཞིར་དེ་འཁར་བ་བཟས་ཏེ། འཁར་བ་དང་ཚོན་མདོག་དང་ད་ཚོན་ལག་ཆ་དེ་བྲིས་དང་དེ་འདྲས་དཔའ་ཐང་དེ་འདྲས་ལག་པ་ལ་ཁེལ་དེ་ཆོས་ཉན་བསྡད་པ་ཡིན་ན་དེ་མ་གུས་པ་རེད། ཨོ་དེ་ཚོ་ལ་ཆོས་གསུང་ཡ་ཡོག་མ་རེད། དེ་འདྲས་དེ། དེ་སྤྱོད་ལམ་དེ་ཚོ་ཁེ་ནས་དེ་ཆོས་ཉན་པ་ཡིན་ན་དེ་མ་གུས་པའི་ནང་ལ་བརྩིས་སོང་རེད། མགོ་བོ་དཀྲིས་པ་དག་ལ་མིན་བཟོ་བོ་དང་མགོ་ལ་མགོ་ལ་ཅིག་གར་ཟུག་རེད་རེད་དཀྲིས་པ་ལ་སོགས་པ་ཞྭ་མོ་བསྐོན་པ་ལ་སོགས་པ་དེ་འདྲས་ཡོད་ན་ད་དེ་ལ་ཆོས་གསུང་རྒྱུ་ཡོག་མ་རེད་གསུང་དེ། ཞེས་དང་སྐྱེས་རབས་ལས། སྐྱེས་རབས་སོ་བཞི་པ། ད་སྐྱེས་རབས་འདི་སུས་གསུང་བ་རེད། ད་ལྟ་དེ་སློབ་དཔོན་དཔའ་བོ་ཟེར་གི་བྱས་པར་བསྡད། སློབ་དཔོན་དཔའ་བོ་སྐབས་འགར་ལ། འདི་ག་དུས་བྱུང་བ་རེད་ཟེར་དུས་གང་ལ། མགོན་པོ་ཀླུ་སྒྲུབ་དང། སློབ་དཔོན་ཨར་ཡ་དེ་བ། མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་ཡག་ཤོས་དེ་ཨར་ཡ་དེ་བ་རེད། རྒྱན་དྲུག་མཆོག་གཉིས་ནང་ནས། ཀླུ་སྒྲུབ་ཨར་ཡ་དེ་བ་སེ་གཉིས་ཚིག་གི་འདུག་ཨང། དབུ་མེད་ཀྱི་སྟོན་པ་ནང་ནས་རྟགས་ཨང་དང་པོའི་གྲས་དེ་གཉིས་རེད་པས། དེ་ནི་འདི་གཉིས་ཀྱི་སྟོད་གཞུང་དེ་ལ་དབུ་མའི་གཞུང་དེ་ཁུངས་གཏུགས་ནས་དེ་འདི་ནི་མ་བསྟན་པ་འདི་ཟླ་བ་གྲགས་པ་དང་དེ་རྒྱལ་སྲས་ཆེན་པོ་ཞི་བ་ལ་དང་དེ་ནི་དེ་འདྲའི་མང་པོ་ཞི་བ་ཅིག་བྱུང་བ་རེད་མཁན་ཆེན་ཞི་བ་འཚོ་ལ་སོགས་པ་དེ་ཚང་མ་འདིའི་རྗེས་ནས་མ་རེད་དེ། ཨོ་གང་ལྟར་ཡང་ངས་དེ་འདྲ་ལབ་ཡས་དེ། སྐྱེས་རབས་རྩོམ་མཁན་དེ་སློབ་དཔོན་དཔའ་བོ་ཟེར། སྐབས་འགར་ལ་སློབ་དཔོན་དཔའ་བོ་གི་མཚན་ལ་སློབ་དཔོན་རྟ་དབྱངས་ཟེར་དེ།

དེ་འདྲའི་དགེ་བ་ཆེན་པོ་དེ་ཧིན་དྷུ་རུ་དང་མུ་སྟེགས་པ་རེད། སློབ་དཔོན་ཏཱ་ཡང་ཨ་ཤི་བ་སྒོ་ཟིང་རེད། ཨོ་དེ་འདྲས་ཀྱི་ནུས་པ་ཆེན་པོ་ཡོད་དེ་འགས་ཆེ། དེ་ནི་ཁོ་བོད་སྐད་ལས་སྡོད་དེ་ནི་ཁོ་སྟོན་པ་བརྒྱད་ལ་བཙོང་དེ་ནི་ཁོ་ཉི་མ་རེ་རེ་ལ་ཧཱུྃ་གཙུག་ལག་ཁང་ལ་བསྟན་ནས་དེ་ནི་གྲྭ་བ་རེ་རེ་གྲངས་ཀ་བརྒྱ་བ་བཙོང་ངོ་བཙོན་ནས་ད་རྫུན་ཏན་ནང་ལ་ཡོད་དུས་གང་ལ་རོལ་དཀའ་ལ་སྤུ་གུ་ཙི་ཡི་ཚང་དུ་མེ་ཏོག་མིང་ཐོ་ཀློག་གི་འདུག་བ་དེ་འདྲ་བོ་ཆུ་ཁོལ་ལ་བ་རུ་ཀུ་རེ་གཅིག་ཀུ་རེ་གཉིས་ཀུ་རེ་གསུམ་ས་གྲངས་ཀ་བརྒྱད་མི་ལྔ་བརྒྱད་དེ་ཚང་དུ་མེ་ཏོག་བཏགས་ཀྱི་ཡོད་རེད་གཙུག་ལག་ཁང་ནང་ལ་དེ་འདྲའི་ཁོད་ཀྱི་བརྙས་བཅོས་ཤེས་དགོས་ཏེ། དེ་དཔོན་འདྲེ་དང་ལྔ་བརྒྱ་གས་གས་བྱས་འདུག་ཡོད་མ་རེད། འདིའི་སྐབས་ལ་མགོན་པོ་ཀླུ་སྒྲུབ་ག་བ་ཤོར་རེད་མ་གས་ལྷོ་ཕྱོགས་སྦས་སྡད་ཡོད་ལ། དེ་འདང་ངན་ད་བ་གས་ན་གར་བྱུང་ན་ཀུན་འདྲ་སི་གི་འདུག་ཨ། Andhra Pradesh། ལ་བོ་བྷ་གས་ཞུ་ཡོད་རེད་མགོན་པོ་ཀླུ་སྒྲུབ་དང་ཨ་ཡེ་དེ་བ་གཉིས། གན་སི་ན་སྔན་མ་མགོན་པོ་ཀླུ་སྒྲུབ་དེ། གན་དེ། Nalanda University གི་མཁན་པོ་རེད། འདི་ནས་དེ་ཁོང་ཡང་རི་ཏཱའི་བྱས་བ་འདྲ་བོར་བྱས་ཡང་མ་ཕན་མ་གས་ལྷོ་ཕྱོགས་ལ་ཞུགས་བསྡད་ཡོད་དེ། ཨོ། འདིའི་སྐབས་དེར་སློབ་དཔོན་རྟ་དབྱངས་ཏེ་ཡི་གེ་ལས་དེ་ནི་རྩོད་པ་རྩོད་ད་ནང་པ་ལ་སྒྲ་ལན་གསུམ་གྱི་ནང་དུ་སྒྲ་ལན་གཅིག་བལྟ་བ་ད་འདི་རེད་ད་གནོད་པ་རྐྱེན་མཁན་གཅིག་དེ་ནི་ཁོས་ཀྱི་རྩོད་པ་རྩོད་ཡིན་པས་ད་མང་ཆེ་བ་ད་རྩོད་པ་རྩོད་ཐུབ་ཀྱི་ཡོད་མ་རེད་ཁྱི་མཐའ་མ་དེ་ལ་ཁོས་གར་ཕྱིན་རེ་སློབ་དཔོན་རྟ་དབྱངས་ཀྱི་ཨོ་ད་དུས་ཚོད་དེ་རིང་ནས་བརྩིས་པའི་ཉི་མ་བཅོ་ལྔ་ཚེས་དེ་འདྲི་གཅིག་ནང་ལ་དེ་ངོ་མཚོག་དེ་ནི་རྩོད་པ་རྩོད་གི་ཡིན། ཕྱི་རོལ་པ་དང་ནང་པ་གཉིས་རྩོད་པ་རྩོད་གིན། ང་ཤོར་སོང་ན་ཚང་ང་ང་འཁོར་དང་བཅས་པ་ཐམས་ཅད་དེ་ནང་པ་ལ་རྫུས་འགྲོ་གིན། ཁྱེད་རང་ཚོ་ཤོར་སོང་ན་དེ Nalanda University དེ་ཐམས་ཅད་དེ་ང་ཕྱི་རོལ་པ་ལ་བསྒྱུར་གིན། དེ་ནི་རྩོད་པ་རྩོད་བོ་རེད་ལབ་དོན་དེ་པར་འགྲིག་ཏོ་ཚང་མ་ཤེས་དོ། ཁོང་ནི་དཔེ་མ་གཟིགས་མཁས་པ་ཆེན་པོ་རེད་དོ། ཨོ་དེ་འདྲས་ཡོད་དེ་གས་ཁོ་གཉིས་དེ་འདྲས་བརྩད་དོན། པར་འགྲིག་དང་ལྔ་བརྒྱ་སྡེ་དགེ་དེ་ཚང་མ་དེ་ནི་ཡག་གཙུག་ལག་ཁང་གི་སྒང་ལ་ཕྱིན་རྐྱེན་དེ་ནི་གར་སོག་རེད་དེ་སྨོན་ལམ་བཏབ་པ་རེད་གསུངས་འདུག་ད་སུ་ལ་མགོན་པོ་ཀླུ་སྒྲུབ་ལ། འོ་སྨོན་ལམ་དང་འདི་ནི་མགོན་པོ་ཀླུ་སྒྲུབ་དེ་ཡར་ཕེབས་རོགས་གནང་ཟེར་ངེས་སོང་ཁོང་གིས་སྨོན་ལམ་དང་ཡི་གེ། བླ་མ་གྱང་འབོད་སོང་ཞེས་འོ་དེ་འདྲའི་བཏང་རྗེས་ད་ཁྱེད་ཕེབས་རོགས་གནང་ཟེར་ནས་དེ་མགོན་པོ་ཀླུ་སྒྲུབ་འདི་ཁྱེར་འགྲོ། མགོན་པོ་ཀླུ་སྒྲུབ་དེ་ཁྱེར་ཡོང་དུས་ཀླུ་མགོན་པོ་ཀླུ་སྒྲུབ་ཀྱི་ལམ་སང་དེ་ནི་ཡར་འགྲོ་བའི་གྲ་སྒྲིག་གནང་འདུག་ད Nalanda University ལ་མ་ཕེབས་ན་ནང་པའི་གི University དེ་ཕྱི་རོལ་པ་ལ་འགྱུར་བའི་ཉེན་ཁ་འདུག་འོ་དེའི་ཆེད་ནས་ཁོང་ཡར་ཕེབས་རོགས་གནང་དུས་ག་ལ་སློབ་མ་དེ་གི་སློབ་མ་དེ་སུ་རེད། ཨར་ཡེ་དེ་བ། མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་དེར་ད།

ངས་ཕྱི་རོལ་པའི་ལྟ་བ་གསུང་གི་ཁྱོད་རང་ནང་པའི་ལྟ་བ་གསུང་ད་རྩོད་ཞུ་གསུང། དེ་ནི་གཅིག་རྩོད་དང་མ་རྩོད་རྩོད་ཡོང་འདོད་པས་མགོན་པོ་ཀླུ་སྒྲུབ་ཀྱིས་ཕྱི་རོལ་པའི་ལྟ་བ་དེ་གསུང་ནས་གཅིག་གསུང་བཤད་དུས་གང། ཨ་རི་ཡ་སྡེ་བ་དང་ཁོ་རང་གི་བླ་མ་ཡིན་པ་བསམ་བས་རྗེས་དུ་དེ་ལ་མུ་སྟེགས་པ་ཅིག་མངོན་སུམ་དུ་འདུག་བསམ་དུ་རྩོད་པ་རྩོད་དང་མ་རྩོད་རྩོད་ཡོང་འདོད་ཐ་མ་དེ་ཞབས་ད་ཁོ་རང་ད་ཅིག་ཐ་མ་དེ་ཁོང་གིས་ཕམ་བཅུག་གི་དུས་གང་ཞབས་ལམ་དེ་པིག་ཆེན་དབུགས་གང་ལ་བསྐོར་བརྒྱབ་ནས་དེ་ནི་ཁུ་སུམ་སེ་དབུགས་གང་ལ་བསྐོར་བརྒྱབ་པའི་དེ་ནི་ཁེའུ་རེ་ཟུག་སྟེ། དེ་མགོན་པོ་བློ་གྲོས་ཐུགས་རྒྱལ་དུ་བ། ཨོ་ད་དྲི་ཟ་རེ་ཁྱོད་རང་འགྲོ་ན་དྲི་ཟ་རེ་གསུངས་དང། ཐུབ་ཟ་རེ་གསུངས། ཡེ་ནས་བར་ཆད་ཆེན་པོ་ཞིག་འདུག་ཟེར། གང་ཟེར་ན་ཁྱེད་རང་གི་བླ་སྨན་གྱི་མགོ་ལ་ཁྱེད་རང་གི་ཇུ་དར་བཀྱགས་འོ་ད། ཨོ་བླ་མའི་མགོ་གང་ལ་ཇུ་དར་གཡག་ཁེའུ་ཟུག་དེ་གང་ལ་བར་ཆད་རེད་བ། ཨོ་དེ་བར་ཆད་ཅིག་འདུག་ཡེ་ནས་བར་ཆད་དེ་ལམ་ཁ་ལ་བར་ཆད་ཅིག་ཡོང་མདོག་དཀའ་བོ་རེད། ཡེ་ནས་བར་ཆད་དེ་ལ་འགྱོད་པ་མ་བྱེད། ཐེ་ཚོམ་རེ་དོགས་གང་ཡང་མ་བྱེད་ཨ་ཟེར་ཏེ་སོང་བླ་མ་བསྒོམས་ནས་སོང་ད་འགྲིག་རེད་ཟེར་ཏེ་ཁོང་བཏང་ཞག་ད་ནི་ཨར་ཡ་དེ་བ་མ་ནི་ཕེབས་ད་ཨར་ཡ་དེ་བ་མ་ནི་ཕེབས་ལ་དུས་ཚོད་མང་བོ་འགོར་གི་རོགས་ད་ཡེ་ནས་ཁོང་རྣམ་པ་ཚོ་བྱང་ཆུ་སེམས་པ་དངོས་རེད་གང་ད་མ་ནི་ཡ་ཕེབས་དུས་ག་ལ་ལངས་ག་ལ་འདུག་ཨུས་ཕེ་ཨར་ཡ་དེ་བ་ཕེབས་འགྲོ་དུས་གང་མོ་རྒན་མོ་ཆེ་མིག་མེད་དེ་འགས་ཆེ་བློ་འགན་ཆེ་ད་འདི་བདུད་ཀྱི་སྤྲུལ་པར་ད་བདུད་ཀྱི་ཆུ་སྤྲུལ་རེད་ད་དོན་དག། ད་ནི་སློབ་དཔོན་ཨ་ཡེ་དེ་བ་དེ་འདྲའི་སུ་ནི་རྨོག་གེ་མོ་དེའི་ལམ་བཟང་དེ་ང་ལ་བྱིན་པ་གཏང་རོགས་གནང་སུ་ནི་སློབ་དཔོན་ཨ་ཡེ་དེ་བ་གི་དེ་འདྲའི་སེང་དུ་མིག་མི་འདུག་ག་ལ་མིག་གཉིས་མིག་མེད་དུས་ག་ལ་དེ་ནི་ང་ལ་ཁྱེད་རང་ལ་མིག་གཉིས་ཡོད་རེད་ང་ལ་མིག་བཞི་བྱིན་པ་གཏང་རོགས་གནང་སུ་ལྟ་མོ་དེ་དེ་ཨ་ཡེ་དེ་བ་བྱང་ཆུབ་སེམས་དཔར་བ་དེ་འདྲས་ཀྱི་གཏོང་ཕོད་ཆེན་པོ་བྱིན་པའི་བར་དུ་ཕྱིན་ཚང་གི་བྱང་ཆུབ་སེམས་དཔའ་དེ་འདྲ་རེད་སྐད་ཅིག་གཅིག་ལ་ཁོང་གི་སྤྱན་དེ་བིག་ཚེ་ལགས་རྨོག་དེ་ལ་སྤྲད་བ་རེད་གསུངས་དེ་འདྲའི་གི་ད་སྔས་མ་བྱང་ཆུབ་སེམས་དཔའ་དེ་འདྲའི་ཡོར་ད། ངོ་ཚོ་ཁབ་ཚགས་ཞིག་བྱས་ན་ཡིག་ཚགས་གིརི་ད་ག་མིག་གོ་ལྟོ་ཨེ་ད་ག་བ་གོ། འོ་དེ་འདྲའི་ཅན་འདུག་སི་པའི་ཆེད་ལམ་ས་བྱིན་པ་བཏང་བ་རེད་སི་འདུག་དེ། བཏང་ཡོང་དུས་གང་ལྟས་ཁུ་དུ་ཐུག་གྲོ་བོ་ཆེན་ཕེད་དུ་བ། ཕེད་དུ་ག་ལ་མོ་དེ་དེ་ཁིན་བྱིན་པ་རེད་ཕག་གྲོ་དེ། མོ་དེ་མི་ཅན་དེ་རྡོའི་གང་ལ་ཤ་རྡོ་ལག་པ་གཅིག་ལ་རྡོ་ཅིག་ཁིན། དེ་རྩབ་དེ་རྡོ་ཅན་དེ། ཆགས། ཆགས་སུ་དེ་འདྲས་སུ་སྐད་དེ་གོ་ཡོང་དུས་ག་ལ། ཨ་ཡེ་དེ་བ་དེ་འདྲས་ཟིག་དུ། བ་གེ་ཟིག་ཡོང་དུས་ག་ལ་བ་གེ་ཅན་དེ་མོ་དེ་གི་བ་གེ་དོལ་པ་ར་ལ་དེ་འདྲས་ཚིར་མེད་ཁྲོ་ལ་བཏང་གི་ཡོད་དེ། དེ་མཐོང་དུས་ག་ཨ་ཡེ་དེ་བ་ཐུགས་ཕམ་དུ་ཨ་ཁ། མོ་རང་ལས་ཕན་ཐོགས་མ་སོང་ང་ལས་ཕན་ཐོགས་མ་སོང་ཐུགས་ཕམ་དུ་བ། ད་དེ་མགོན་པོ་ཀླུ་སྒྲུབ་ཀྱི་བཀའ་སློབ་ག་རེ། འོ་རེ་དོགས་མ་བྱེད་ཐེ་ཚོམ་མ་བྱེད་ཨ། འགྱོད་པ་མ་སྐྱེ་ཨ་གསུང་བར་བ། ད་དེ་འགྱོད་པ་སྐྱེས་སོང་གོང། ཐོབ་རྒྱག་དགོས་རྒྱུ་ལ་འདི་གནང་དུས་གང་ན་བསམ་བློ་ད་ཐུགས་བསམ་མ་བཞེས་པ་འདྲ་བོ་རེད་བ། ཐུགས་བསམ་བཞེས་འོས་ན་ཨ་ཁྱེད་གཡོན་མར་ངན་སྦྱིན་པ་དང་ཐུགས་ལ་དགོངས་པ་ཡིན་ན། ཐེ་ཚོམ་མ་སྐྱེས་བས་ན་ཡེ་ཤེས་ཀྱི་སྤྱན་མངོན་སུམ་དུ་འཕེལ་གི་རེད་ཟེར་གི་བ། ཡེ་ཤེས་ཀྱི་སྤྱན། དབྱིན་ཇིའི་ནང་ལས་ནི Third Eye། ད་ཞེ་བོ་ཅིག་སྐད་གྲགས་ཆེན་པོ་རེད་བ། ཡེ་ཤེས་ཀྱི་སྤྱན་སངས་རྒྱས་སྤྱན་ངོ་མ་ཞིག་དེ་སྐྱེས་འགྲོ་དགོས་ཟེར། ཨོ་དེ་འདྲས་ཡོང་ཡ་རེད་དེ། ཁོང་གི་ཐུགས་ཕམ་པ་ཡིན་པའི་རྒྱུ་མཚན་ལ་ལྟོས་ནས་ཨ་ཡེ་འདས་བ་ལ་སྤྱན་ཡག་ཅིག་ཡོད་མ་རེད། ང་ཡང་དེ་བས་ཀྱི་སྐུ་པར་དེ་འདྲའི་བྲིས་ནི་མང་ཆེ་བ་འདུག་སི་པ་ཁ་ཁ་དེ་ནས་བལྟ་བ་དེ་འདྲའི་མ་གཏོགས་དེ་འདྲའི་ཞུ་བ་དེ་ཕལ་ཆེར་ཡོད་མ་ཐག་ལ། གན་ས་ཅན་ཡ་ཅིག་ཡོད་མ་རེད། གར་སྤྱི་ནི་བྱིན་པ་དང་དེ་འདི་ལ་འགྱོད་པ་སྐྱེས་ཡོང་དུས་གང་ན་ཁོང་གཅེན་འཁྲུངས་མི་འདུག་བ། འོ་དེ་འདྲའི་ཆེ་ནི་ད་ལྟ་བར་རྗེས་རེད་བ། འོ་དེ་འདྲ་བའི་གང་ཟག་དེ་དེའི་ཡལ་གའི་ནཱ་ལེནྡྲ་ཡུ་ནི་བ་སི་ཏི་ལ་ཡལ་ག་ཕེབས་རེད་རྩོད་པ་ཅིག་རྩོད་ཡོང་དུས་གང་ན་ཉི་མ་མང་པོ་རྩོད་པ་རྩོད་བར་དེ་ལས་སླ་མོ་སླ་སྐྱེས་ཀྱི་ཡོད་མ་རེད་ད་རྫོང་ཁོས་ཉན་གྱི་ཡོད་མ་རེད། ཨོ་གང་ལྟར་ཡང་ད་ངས་ད་མང་པོ་བཤད་མེད་པ་ཞིག་དུས་ཚོད་འཕྲོ་བརླག་འགྲོ་འདུག་རེད། ཨོ་ད་ཡི་གེ་རྩོད་པ་ཚོ་མཐར་ཁོ་ཕམ་སོང་རེད། ཁོ་ཕམ་འགྲོ་དུས་ག་ལ་ཐ་མ་དེ། ལམ་སང་ད་བཙོན་ག་ལ་ད་ད་ཁྱེད་རང་ནང་པ་ལ་འགྱུར་ཟེར་དུས་ག་ལ་ནང་པ་ལ་འགྱུར་གི་ཡོད་པ་ད་གོ། ད་བཅོས་ངན། མི་གཞི་ངན་པ་དེ་དེ་རེད་བ་ད། ད་བཅོས་པ་ངན་པ་དྲག་པོ་རེད་ད་ང་ནང་པ་འགྱུར་གི་མེད་ཟེར་གོ། ག་སང་དམ་ཅེར་བདག་ཤོར་སོང་ན་ནང་པ་འཛུལ་དགོས་རུང། ནང་པའི་དེ་གས་ཤོར་སོང་ན་ཕ་གོས་དེ་ལ་བ་འཛུལ་དགོས་རུང། གང་ལྟར་ཡང་གོས་མ་འཛུལ་དུས་གང་ལ་དེ་ནི་ཁོ་ཁོ་སེམས་ཅན་བཙོན་ཁང་ལ་དྭགས་བ་ན་ཞིག་བཙོན་ཁང་ག་བཙོན་ཁང་དགོན་པའི་ནང་ལ་བཙོན་ཁང་ག་རེད་ཡུན་ནི་སི་ཁྲིར་ན་བཙོན་ཁང་ཞིག་ཡོད་མ་རུང་ཡིན་ནི་དཔོན་བཙོན་ཁང་ནང་དྭགས་ཞབས་སུ་དཔོན་བཙོན་ཁང་ནང་དྭགས་ཡོད་དུས་གང་ལྟར་བཀའ་འགྱུར་བསྟན་འགྱུར་ཆགས་པའི་མང་པོ་ཡོད་རུང། དེ་ནི་ཁོ་ལ་ག་དཔེ་ཆ་དེ་ཚོ་ཁོས་བརྩི་གི་མ་རུང། དཔེ་ཆ་ཚང་མ་མ་གཏོར་ཡ་མ་གཏོར་དེ་དཔེ་ཆའི་སྒང་ལ་ཉལ་དེ་དཔེ་ཆའི་སྒང་ལ་བལྟས་འགྲོ། ད་དེ་འདྲའི་སྡིག་པ་བསགས་འདུག་གི། འོ་དེ་འདྲའི་བསགས་ཡོང་དུས་གང་ད་བསྡད་དེ་ཉི་མ་མོ་དེ་འདྲའི་བསྡད་ཡོང་དུས་གང། ཁང་པའི་ནང་ལ་དེ་འདྲའི་རླུང་འགྲོ་ས་ཞིག་ར་ཡོད་མ་རེད་སྒེའུ་ཁུང་ཡོད་མ་རེད་ཤུག་གུ་ཆེ་ཁྲག་ཁྲག་ཁྲག་ཁྲག་ཤུག་གུ་ཆེ་བབས་ཏེ་སྒུག་རྒྱུ་དང་བབས། དེ་ལྟར་སངས་རྒྱས་ཀྱི་ལུང་བསྟན་འདུག་ག། འོ་དུས་ཚོད་དེ་འདྲའི་ཞིག་སྐབས་ལ། ཨོ་མིའི་མིང་དེ་འདྲའི་ཨ་ཡང་རྟ་ཡང་ཟིན་གྱི་མཆི། དེ་སླད་ཡོང་གི་རེད་ནང་པ་ལ་གནོད་པ་སྐྱེལ་དཀའ། ཨོ་འདི་གང་ཟག་དེ་ཕྱིས་སུ་དེ་ནང་པའི་དཔེ་འདྲེ་དང་ཆེན་པོ་ཞེ་བོ་ཅིག་གྱུར་གི་རེད། མཚན་ལ་དེ་ནི་སློབ་དཔོན་རྟ་དབྱངས་ངམ་ཡང་ན་སློབ་དཔོན་དཔའ་བོ་དེ་འདྲས་ཆགས་དགོས། ཨོ་དེ་སངས་རྒྱས་ཀྱི་བསྟན་པ་ལ་བྱ་བ་རླབས་ཆེན་པོ་མཛད། སེམས་ནས་སངས་རྒྱས་ལུང་བསྟན་འདུག་བ་དེ་ནང་ལ། དེ Sanskrit དོག་ལ་ཡོར་དང་དེ་དུས་བོད་ཡིག་ཡོར་མར་དང་ཡང། བོད་སྐད་མར་བཏགས་ཏེ། འོ་གང་ལྟར་ཡ་འདི་ལོག་འདི་ཁོག་ལ་ཁོ་ཡ་མཚན་དུ་ཁོ་རང་མིང་དེ་དེར། དེ་ནི་ལམ་སང་ཁོས་སྒོ་དྲག་དྲག་བཏང་བྱས་ཏེ་ཞོའུ་གར་གང་ལྟར་ཡ་འདི་མར་བཏོན་ཡོང་འདུག་གམ། དེ་ནི་འདི་ནི་མར་ཐར་སོང་བར་དེ་ནི་ཁོ་ནང་ཁོའི་ཆོས་ཅིག་སྦྱངས་ཡོང་འདུག་གམ། དེ་ནི་ཁོས་གིས་དེ་ནི་སངས་རྒྱས་བསྟན་པ་དེའི་ནང་ཞིག་དེ་ནི་རྩ་ཆེན་པོ་ཡིན་པར་ཁོས་ཧ་གོ་འདུག་གམ། དེ་ནི་གཞི་ནི་སངས་རྒྱས་ལ་འགྱོད་པ་འགྱོད་པ་བཤའ་ཡས་བྱས་འདུག་སྐྱེས་རབས་སོ་བཞི་པ་དེ་བརྩམས་སོང་བས་སངས་རྒྱས་རྣམ་ཐར་དེ། སྐྱེས་རབས་སོ་བཞི་པ་སྙན་ངག་ལྟ་སློབ་དཔོན་རྟ་དབྱངས་སེང་གེ་སྟེ་སྙན་ངག་མཁན་བཞི་བོ་ཅེས་སློབ་དཔོན་དཔའ་བོ་སི་ཏུ་ཧ་ལན་གྱི་སྙན་ངག་སྙན་པོ་དེ་འདྲ་ཚིག་བྲིས་འདུག་གལ་ཏེ་འདྲེ་བོ་བདེ་འབྲས་ཀྱི་དུས་སྙན་ངག་སྦྱངས་ཡོད་འདུག་གམ་སྐྱེས་རབས་སོ་བཞི་པ་དེ་ཡིན་གཅིག་མིན་གཅིག Reference ནང་ལ་བཞག་ཡོད་རེད། བོ་བདེ་འབྲས་སྙན་པོ་ཡོད་བོ་ཡིན་ན་སངས་རྒྱས་རྣམ་ཐར་དུ་འདུག་བོ་བོ་དེའི་སྐྱེས་རབས་སོ་བཞི་པའི་ནང་ལ་ག་རེ་གསུངས་འདུག་སྐྱེས་རབས་ལས། རབ་ཏུ་དམའ་བའི་ས་ལ་གྲུལ་བའི་དཔལ་ནི་རྣམ་པར་བསྐྱེད། དགའ་དང་ལྡན་པའི་མིག་གིས་ལྟ། ཚིག་གིས་བདུད་རྩི་འཐུང་བ་བཞིན་རབ་ཏུ་བསྒྲིམས་ཏེ་ཆོས་ཉོན་ཅིག། ཅེས་གསུངས། ཚིག་འདི་ཚོ་ལ་གད་རྙོག་དྲ་མི་འདུག་བ་ལྟ་ན། ཚིག་སྙན་པོ་ག་འདྲས་འདུག། ཚིག་འདི་ཚོ། ད་བོད་སྐད་ལ་བསྒྱུར་དུས་གང་ལས་དེ་འདྲའི་སྙམ་བྱ་དོན་ཡོང་གི་རེད། དེ་ནང་བཞིན་དེའི་སྐབས་ཀྱི་ཁོ་རང་གི་སྐུ་དུས་ལ་ཡོད་དོ་གི་སློབ་དཔོན་ཨར་ཡ་དེ་བ། ང་ཚོའི་ནི་ཨར་ཡ་དེ་བ་འཕགས་པ་ལགས་རེད། འཕགས་པ་ལགས་ཀྱི་དབུ་མ་ཞི་བྱེད་པ་ཙམ་ཡོད་དེ། དབུ་མ་བཞི་བརྒྱད་པ་དེ་ཚིག་འདི་ལྟར་དོན་འཕྲེང་སྙིང་བཞི་པོ་སྦྱོར་ཏེ། ཧ་ལས་ཡན་སྙན་ངག་མཁས་པོ་ཅིག་རེད་དོ་ཨ་རེ་དེ་བ་དེ་ང་ཚོ་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་རེད། དབུ་མ་བཞི་བརྒྱད་པ་ལས་ཀློག་དེ་བས་ཚིག་བརྒྱད་ཀློག་ཟིན་དོན་དམ་པར་ད་ལྟ་གོ་ཡོང་གི་དེ། དོན་འཕྲེང་སྙིང་བཞི་པོ་པ་ཚིག་མཛེས་པོ་གོ་བདེ་བོ། ད་ཁ་ཤས་ཡང་ཚིག་ཁྲག་པོ་རུ་ཡོད་དོན་གྱི་གོ་དཀའ་ལས་ཁག་པོ་རེ་ཞིག་ཡོང་གི་འདུག་ཨ་འོ་དེ་འདྲའི་ཡོང་གི་འདུག་དེ་དོན་དམ་ཨ་ཡན་དེ་བ་དེ་དེ་འདྲའི་ཡོད་མ་རེད་དབུ་མ་བཞི་བརྒྱད་པ་དེ་དཔེ་མི་སྲིད་པའི་གོ་བདེ་བོ། ཡག་པོ་ཞིབ་ཡོད་རེད། འོ་དེ་ཡིན་ཙང་ད་ལྟ་འདི་སྐྱེས་ར་བཟོ་བྱེད་པ་དེ་སློབ་དཔོན་དཔའ་བོས་རབ་ཏུ་སྨྲ་བའི་ས་ལ་འདུག། སོ་སོ་ཆོས་ཉན་དུས་གང་ན་རབ་ཏུ་སྨྲ་བའི་ས་ལ་འདུག་སྨྲ་ས་བཟུང་ནས་བསྡད་དགོས་ཏེ། རབ་ཏུ་སྨྲ་བའི་ས་ལ་འདུག་དུས་བས་བས་ནི་རྣམ་པར་སྐྱེས། འོ་ད་ཆོས་དེ་འདྲས་ཞུས་འོང་དུས་ག་ལ་ཡིན་ཅིས་མིན་ཅིས་སྨྲ་ས་བཟུང་ནས་བསྡད་དགོས་རེད། ངས་དེ་འདྲ་ལབ་དགོས་པའི་རྒྱུ་མཚན་ཅི་རེད་ཟེར་ན། ད་བླ་མ་དེ་ཆོས་གསུང་ཚར་དེ་ཁྲིད་དེ་འདྲས་རྒྱབ་ཁ་ཕྱེ་གི་འདུག་ཨ། མི་དེ་ལ་རྒྱབ་བ་མ་རེད་ད། ཆོས་འདི་ལ་རྒྱབ་རེད་དེ། ཆོས་འདི་རྩ་ཆེན་པོ་རེད་བ། ཁྲིད་འདི་དེ་ལ་ཐོགས་པ་རེད་མ་གཏོགས་མི་དེ་ལ་ཐོགས་པ་མ་རེད། དེ་ཡིན་ཙང། ཆོས་ཀྱི་ཆེ་བ་བརྗོད་ཡས་ཀྱི་ཆེད་དུ། འོ་དེའི་ཆེད་དུ་རྒྱབ་བ་རེད་རང་གི་བླ་མ་གལ་ཆེན་པོ་བརྩི་ཡས་ཆེད་དུ་རྒྱབ་བ་རེད་མ་གཏོགས། མི་གང་ཟག་དེ་ལ་ཁྲིད་ཐོགས་མ་ཐོགས་གལ་ཀན་མ་རེད། འོ་རྒྱུ་མཚན་དེའི་ཆེད་རྒྱལ་སྲས་ཆེན་པོ་ཞི་བ་ལ་བརྙས་དགོས་ཀྱི་ཁྲིད་ཐོགས་པ་རྒྱབ་ཁ་ཆེ་རེད་མ་གཏོགས་དོན་དུ་ཁོང་གི་ཆོས་དེ་དངོས་གནས་ཏག་ཏག་བསྒྲིགས་འདུག་བ། ཆོས་བསྟན་ཡང་དག་པ་དེ་འདྲས་ཞིག་གསུངས་སོ། ད་དེ་རིང་སང་ནང་བཞིན་སྤྱོད་འཇུག་དེ་ནང་བཞིན་ངས་ལབ་དགོས་ད་ངས་ཁ་སང་ལབ་དུས་གང་ན་ཁྱེད་རང་ཕྱི་རྒྱལ་རེ་ག་བར་འགྲོ་གི་ཡིན་ན་ཡང། གཞན་དག་གི་དབུ་མར་བཏགས་སོ་དཔེ་ཆ་གཅིག་འདི་རེད། ད་དཔེ་ཆ་གཅིག་གར་སྤྱོད་འཇུག་དེ་རེད། དཔེ་ཆ་གཅིག་མཁན་ཆེན་ཞི་བ་སོགས་གསུངས་དེ་དབུ་མ་རྒྱན་རྙིང་མའི་ནང། དེ་འདྲས་གསུམ་གཙོ་གཅིག་ཁེལ་ད་འདི་ནང་སྔགས་ནང་བཏགས་ན་དེ་ནི་དཀའ་ཚུགས་རེད་ཅོག་ཅུ་མི་གསན། ཨོ་དེ་དེ་ཞིག་དཔེ་ཆ་ཤེས་རྒྱུ་ཡོད་ན་ད་འཛམ་བུ་གླིང་ག་བ་དང་སུས་དྲི་བ་དྲིས་ནས་ལན་ཚང་མ་དེའི་ནང་ལ་ཡོད་རེད་ཀ་སེམས་ཁྲལ་སྤུ་ཙམ་ཡང་ཁྱོད་སྒྲ་མ་འདྲ་མང་པོ་གུག་མ་རེད་ཨོ་དེ་ཞིག་གཅིག་པོ་བཏགས་སོང་ན་ཚང་མ་ཚང་དེ་འགས་ཅིག་རེད་དཱ་ད་ངས་ལབ་འདོད་གི་ད་ག་ཚང་ཡང་དེ་ཞི་བུ་ག་རེད་ལབ་སོང་ད་ཡང་ཆུ་འཇུ་ག་ཞི་བུ་ག་རེད་ད་དེ་ཞི་བུ་ག་རྐྱང་རྐྱང་རེད་བསམ་གྱིན་བཅོས་ཚང་མ་ཡིན་ནས་སོ་སོ་དེའི་ནང་ལ་བདམས་ནས་ཁ་ཤས་ཤིག་བདམས་སོང་ནས་དེའི་ནང་ལ་ཆ་ཚང་དུས་ཡོད་རེད་ཨོ་དེ་འདྲའི་གལ་ཆེན་པོ་ཡིན་འོ་དེ་ཆོས་ཉན་དུས་གང་ལ་ཁྲི་ཐོབ་བོ་བླ་མ་དེ་ལ་ཁྲི་ཐོབ་བོ་རྒྱབ་པའི་དེ་དགོས་པ་རྒྱུ་མཚན་ཅིག་ལ་དམིགས་ནས་རྒྱབ་དགོས་ཡོད་དཱ། ཆོས་འདི་ཐེག་པ་ཆེན་པོའི་ཆོས་ཡིན་རྩ་ཆེན་པོ་ཡིན། དེ་ཕྱིར། དེ་ནི་སོ་སོ་ཆོས་ཞུ་མཁན་དེ་རང་གིས་རབ་ཏུ་སྨྲ་བའི་ས་ལ་འདུག་སྟེ། དུལ་བའི་དཔལ་ནི་རྣམ་པར་བསྐྱེད། དུལ་བ་ཟེར་ཏེ་ཞི་ཞིང་དུལ་བ། བ་སྙམ་བྱུང་ཞི་ཞིང་དུལ་བ། ང་རྒྱལ་དང་ཕྲག་དོག་དང་དེ་འདྲས་ཀུན་ནས་བསླངས་ནས་ཉན་རྒྱུ་ཡོད་མ་དེ། པས། ཤེས་བྱའི་འདོད་པ་ཅན་ཟབ་ཟབ་བྱས་ནས་ཉན་དགོས་རེད། ཨོ། དགའ་དང་ལྡན་པའི་མིག་གིས་ལྟ། ཨོ་ད་ཁྱོད་ཉན་དུས་གང་ལ། ག་འདྲས་ཟབ་ཟབ་བྱས་ནས་ཉན་དགོས་རེད་ཟེར་དུས་གང་ལ་ཡིན་ཅི་སྨོས་ཅི་བསམ་ཡ་ཅན་པ། འཛམ་བུ་གླིང་ཚང་མ་ཧ་ལས་ཅིག་ལ་ག་འདྲི་དོ་ག་རེ་ཚིག་གི་ཡོད་རེད་ཟེར་ན། Listening Power དེ་ཞི་བོ་འདུག་ཚིག་གི་ཡོད་རེད་ད་རྒྱ་བོར་མི་བྱེད་ལ། མི་གཅིག་ཕ་འདུག་ཚུལ་དྲི་བ་ཆེ་ཧྲིལ།

རབ་ཏུ་བསྒྲིམས་ཏེ་ཆོས་ཉོན་ཅིག། སེམས་རྩེ་གཅིག་ཏུ་གཏད་ནས། སེམས་དེ་འཕགས་ཚུལ་མ་ཡེངས་བ་ཞེས་བྱིང་རྒོད་གཉིས་ལས་འདས་པར་བསྟིམས་ཏེ་ཟབ་ཟབ་བྱས་ནས་ཉན། ཆོས་ཉན་གོ་རེ་དེ་ལྟར་ཉན་མཁན་ན་ཆོས་ཀྱི་དོན་དེ་གོ་གོ་རེ། མ་གོ་བ་ཡོད་མ་རེ། གོ་མ་གོ་དེ་སོ་སོའི་ལག་པ་ལ་ཡོད་རེ། ང་རིག་པ་རྣོན་པོ་མེད་ང་རིག་པ་སྐྱོ་བོས་ང་གོ་གོ་མི་འདུག་ལབ་བས་དེ་ནོར་བ་རེ། གར་ཅན་ཁོ་ཟབ་ཟབ་བྱས་ནས་ཉན་གི་ཡོད་མ་རེ། རྩེ་གཅིག་ཏུ་གཏད་ནས་ཉན་གི་ཡོད་མ་རེ། འོ་དེ་རེ་ད། དེ་བྱས་ཙང་ག་བ་གོ་གོ་རེ་གོག་མ་རུང།